གང་ལྟར་ཡང་ད་ལྟ། བླ་བརྒྱུད་ཀྱི་ནང་ནས་གསུངས་བཞག་པའི་གི་ད་སེམས་དགུ་པོ་དེ་གི་རྒྱལ་བའི་བཤེས་གཉེན་ལ་ཡང་བསྙེན་བཀུར། ད་བྱེད་སྟངས། གསུངས་པའི་སྐབས་ཀྱི་ད་རྒྱལ་བའི་བཤེས་གཉེན། བསྟེན་པའི་སྐབས་ཀྱི་ད་གང་ལྟར་གྱི་བསམ་པ་ཐམས་ཅད་ཀྱི་གནད་འགག་བསྡུས་དུ་ཡོད་ཞེས་རྗེ་ཙོང་ཁ་པས་གསུངས་འདུག་རྒྱལ་བའི་བཤེས་གཉེན་བསྟེན་པའི་སྐབས་ཀྱི། གར་ཞུ་གར་ཞུ་བ་ད་ཅིག་སོ་སོའི་གི་ཀུན་སློང་ཁྱེར་སྟངས་ཟེར་ན་འདྲ་འདུག། དང་ཡང་ན་གར་ཞོར་གྱི་བསམ་བློ་གཏོང་སྟངས། གནད་འགག་ཚང་མ་ལོ་ཨེ་དེའི་ནང་ལ་འདུས་ཡོད་གསུངས་བཞག་བྱས་ཙང་ཨེ་དེ་རིང་དེ་ཡང་བླ་བདུད་ནས་འབྱུང་བའི་དགེ་བའི་བཤེས་གཉེན་བསྟེན་པའི་སྐབས་ཀྱི་བསམ་པ་ཀུན་གསལ་ལ་གཏོར་ཟིན་ཅིག་མང་འབྲི་བཤད་རེ་ཞུས་པའི་ན་ད་འབྲི་བཤད་ཟེར་ན་ངོ་སྤྲོད་རེ་ཞུས་པའི་ན་ཡག་པོ་མིན་འགྲོ་བསམ་དྲན་སོང། ད། དེ་ཡང་ད་དང་པོ་དེ་དགེ་བའི་བཤེས་གཉེན་བསྟེན་པའི་སྐབས་ཀྱི་བསམ་པ་འགུགས་རྣམ་དང་པོ་དེ་ག་རེ་ཟེར་ན་བུ་མཛངས་པ་ལྟ་བུའི་སེམས་ཟེར་ཡག་དེ་ཡིན་པ་རེད་བུ་མཛངས་པ་ལྟ་བུའི་བུ་མཛངས་པ་ལྟ་བུའི་སེམས། རང་ཉིད་བླ་མའི་དབང་དུ་གཏོང་བ། རང་ཉིད་རང་གི་དབང་དུ་མ་བཏང་བ་ཞེས་བྱས་ནས་ཨ་ནི་སོ་སོའི་གི་རང་དབང་འདྲ་བོ་དེ་ཨ་ནི་བླ་མའི་གི་ཨ་ནི་ཕྱག་ལས་ཡག་པས་བླ་མས་ག་བ་བཏང་གནང་བ་ག་བ་བཏང་བཏང་འགྲུབ་ཀྱི་མ་གཏོགས་པས་སོ་སོས་ག་བ་བཏང་བཏང་མ་ཡིན་པ་བསམ་རོགས། བླ་མས་དྲིལ་བུ་གང་བཞག་རེད་མ་གཏོགས་དྲིལ་བུས་བླ་མ་གང་བཞག་མ་རེད་ཟེར་ཅིག་སྐད་ཅིག་ཞོར་པའོ་ད་དེ་ནང་བཞིན་བྱས་རྗེས་སོ་སོ་དྲིལ་བུ་དེ་བྱས་ཨ་ནི། བླ་མ་དེ་གིས་ཨ་ནི། ད་དྲིལ་བུ་དེ་ག་བ་བཞག་བཞག་ན་མ་བཞག་ན་བླ་མ་དེའི་ཕྱག་ལས་ཡོད་པ། ནང་བཞིན་གྱིས་ཨ་ནི་སོ་སོ་སོ་སོའི་གི་དབང་ཆ་འགྲུབ་པ་དེ་བླ་མའི་ཕྱག་ལས་ཡག་ཨ་ནི་འབྲེལ་ཡག་དེ། བུ་མཛངས་པ་ལྟ་བུའི་སེམས་ཡིན། བུ་མཛངས་པ་ཟེར་ཡག་དེ་ཨ་ནི་གོ། བུ་སྲི་ཞུ་ཅན་བུ་མཛངས་པ་དེ་བཟོས་ཀི་ཨ་ནི་ཕ་མེས་ཀྱི་བཀའ་ལ་ཉན་གི་ཡོག་ག་རེད། ཕ་མེས་བཀའ་ག་རེ་གནང་པ་ཡིན་ན་དེ་འགྲུབ་གི་རེད། དེ་འདྲ་པོ་གཅིག་གི་བསམ་བློ་གཏོང་སྟངས་གཅིག་དགོས་གི་རེད་གསུངས་ཡོད་པ་རེད། ད་དེ་ནས་གཉིས་པ་དེ། མཛའ་བ་དེ་སུས་ཀྱང་མི་བྱེད་པའི་བསྟན་པར་བྱ་བ་རྡོ་རྗེ་ལྟ་བུའི་སེམས། ཨ་ནི་བླ་མ་དང་སློབ་མ་པ་རུ་གི་ཨ་ནི་ད་ཅིག་མཛའ་བའི་སེམས་ཟེར་ན་འདྲ་འདུག། མཉན་བཞིན་པའི་གི་སེམས་དེ། ཡང་ནི་མི་སུ་འདྲ་ཅིག་གིས་པའི་ཕྲ་མ་བྱས་པ་ཡིན་ན་ཡང་དེ། བར་ཞོག་ཅིག། གཏོར་ཐུབ་ཡ་མེད་པ། ཅིག། བདུད་ལ་སོགས་པ་དེ་འདྲས་གིས་པའི། ག་རེ་གནོད་པ་བྱིན་ག་འདྲས་བྱུང་པ་ཡིན་ན་ཡང་དེ་གིས་པའི། གཏོར་ཐུབ་ཡ་དང་མེད་པ་བཟོ་ཐུབ་ཡ་མེད་པ་དེ་འདྲ་བའི་རྡོ་རྗེ་ལྟ་བུའི་གི་སེམས། ད་རྡོ་རྗེ་ཕ་ལམ་ནང་བཞིན་གི་སེམས་བརྟན་པོ་ཅིག་གོ་རེས། ཡང་ནི་བླ་མའི་བྱ་བའི་འཁོར་ཁུར་ཐམས་ཅད་ཁུར་བ་ས་ལྟ་བུའི་སེམས། ད་ས་ལྟ་བུའི་སེམས་བྱ་སྟེ་དེར་འདུག་ག་གར་བྱེད་པ་ང་ཚོའི་ས་ཆེན་པོ་ནང་བཞིན་གྱི་ས་ཆེན་པོ་འདིའི་སྒང་ལ་ཡང་ད་གང་ལྟར་ང་ཚོའི་གི་ཅིག་ཀུན་བཟོས་ཞེས་ས་འདི་ལ་ཡང་ས་ལ་ཡང་ས་ཡི་མིང་གི་རྣམ་གྲངས་གཅིག་ལ་ཀུན་བཟོས་ཞེས་ལབ་བྱས་ཡ་གང་ལྟར་ཁོ་རང་འཛམ་བུ་གླིང་འདིའི་གི་ས་འདིའི་གི་སྟེང་ལ་ཡང་མ་ཁྱོགས་པ་གང་ཡང་ཡོང་མ་རུང་བ་ད་མི་ཡིན་ན་ཡང་འདྲ་སེམས་ཅན་ཡིན་ན་ཡང་འདྲ་དུད་འགྲོ་ཡིན་ན་ཡང་འདྲ་ད་ག་རེ་ཡིན་ན་ཚང་མ་ལོ་ཨེ་ནི་ས་འདི་གི་ཡང་བཀྱག་མི་ཐུབ་པ་ཞིག་མེད་པ་ཡིན་དུས་སང་དེ་ནང་བཞིན་བྱས་བྱས་ནས་བླ་མའི་གི་བྱ་བའི་གི་སྟངས་འགན་འགན་འཁུར་སྒྲུབ་གང་འདྲ་ཅིག་བསྐུར་བ་ཡིན་པས་ན་དེ་འཁྱོག་ཐུབ་པ་ས་ལྟ་བུའི་གི་སེམས་ཅིག་དགོས་བ་རེད་གསུངས་ཡོད། ད་དེ་ནས་བཞི་པ་དེ་སྡུག་བསྔལ་ཅི་བྱུང་བ་ཐམས་ཅད་གི་མི་འགུལ་བ་ཁོར་ཡུག་གི་རི་ལྟ་བུའི་སེམས། ད་བླ་མའི་དགོངས་པ་སྒྲུབ་ཡག་ལས་ཡག་དཀའ་ངལ་དང་སྡུག་བསྔལ་ག་འདྲས་ཅིག་བྱུང་པ་ཡིན་ན་ཡང་དེའི་གི་ད་ཅིག་སོ་སོ་ད་ག་ཞོ་ཡ་ཅིག་ད་སྒྲུབ་ཐུབ་ས་མ་རེད་བསམ་བསམ་བསམ་རོགས་དེ་འདྲས་གི་སེམས་ལ་ཡག་ད་ཅིག་སེམས་ལ་འགུལ་སྐྱོག་ཐེབས་པ་ཟེར་ན་འདྲང་འདུག་སེམས་གཡོག་མ་ནུས་པ་དེ་འདྲས་གི་ད་ཁོར་ཡུག་གི་རི་ལྟ་བུ་ཁོར་ཡུག་གི་རི་ལྟ་བུ་ཟེར་ཡག་དེ་དེར་བ་ག་རེ་ང་རང་ཚོ་དེ་ཕྱིས་ག་རེ

རྟ་གདོང་གི་ལྕགས་རེད་ག་རེ། རྟ་གདོང་མེད་གི་ག་རེ་རེད། རྟ་གདོང་གི་རི། རྟ་གདོང་གི་རི་དེ་ཚོར་གོ་མེད་འགྲོ། ཨོ་ད་དེ་འདྲས་བྱས་བྱས་གང་ལྟར་སུས་ཀྱང་གཡོག་མི་ནུས་པ་དེ་འདྲས་ཀྱི་སེམས་ཀྱི་གོ་བ་རེད། ད་དེ་ནས་ལྔ་པ་དེ་ངན་ལས་ཐམས་ཅད་ཉམས་སུ་བླང་བ་ལ་ཡང་ཡིད་མི་ཆེས་པར་སྒྲུབ་པ་དྲན་ལྟ་བུའི་གི་སེམས། ལས་ཀ་ངན་པ་ག་འདྲས་བྱས་གོ་ཆུང་པ་ཡིན་ན་ཡང་ཨ་ནི་དེ་དག་ཐམས་ཅད་ལ་ཡང་ཨ་ནི་གར་ཤོར་བ་ཅིག། ག་ཆོས་ད་ཅིག་ད་ལས་ཀ་ཡག་དེ་བྱས་ལས་ཀ་སྡུག་ག་དེ་མི་བྱས་པ་དེ་འདྲས་མ་ཡིན་པ། ཨཱ་ལས་ཀ་ཡག་སྡུག་ག་འདྲས་བྱས་པ་ཡིན་ན་དེ་ཚང་མར་ལ་ཡག་ཕྱག་ལས་ག་འདྲས་ཅིག་ཡོད་པ་ཡིན་ན་དེ་སྒྲུབ་ཐུབ་ཡག་རོ་ད་དེ་འདྲས་ཀྱི་ད་གཡོག་པོ་ལྟ་བུའི་གི་སེམས་ཞིག་འགོག་རེས། ད་དེ་ནས་ང་རྒྱལ་དང་ཆེ་བའི་ང་རྒྱལ་ཐམས་ཅད་རྣམ་པར་སྤོང་ཞིང་རང་བླ་མ་ལས་དམའ་བར་འཛིན་པ། ཕྱག་དར་བ་ལྟ་བུའི་སེམས། འོ་ད་ཕྱིར་ང་རང་ཚོ་གིས་སྤྱི་བཏང་གི་ནང་བཞིན་བ། ང་རྒྱལ་ཐམས་ཅད་སྤང་བྱས་ནས་སོ་སོའི་གི་ཆེ་བའི་གི་ང་རྒྱལ་ཐམས་ཅད་ཕར་སྤང་བྱས་ནས་པའི་དམན་ས་ཟིམ་བྱས་ནས་ད། བའི་ཅིག་གི་ལས་ཀ་དོ་ཅིག་གི་བས་ན་གིས་སྤྱི་བཏང་གི་ནང་བཞིན་བས་ན་ད་དེ་ཀོ། དཀར་ཕྱོགས་ཅིག།

ཁོ་ད་ང་ལ་ཉེས་བྱས་ཤེས་སོང་བསམ་བསམ་རུང་ཅིག་བསམ་བློ་ཞིག་ཡོང་གི་ཡོད་རེད་བ་ད་དེ་འདྲ་བོ་མ་ཡིན་པ་གང་ལྟར་ཅིག་སོ་སོའི་གི་ཆེ་བའི་ང་རྒྱལ་ཐམས་ཅད་མ་བཅོམ་ནས་སོ་སོ་ད་བོད་གི་སྤྱི་བཏང་གི་སྐུ་ལི་རྒྱ་གར་གི་སྐུ་ལི་ནང་བཞིན་དུ་ཅིག་ཡིན་བསམ་བསམ་རུང་དེ་འདྲའི་བསམ་བཏང་དགོས་རེད། བདག་དེ་ནས་བླ་མའི་བྱ་བ་ཤིན་ཏུ་བྱ་དཀའ་བའི་ཁུར་བཅུ་བ་རྣམས་དཀྲོགས་ཤིང་འཛིན་པ་ཐིགས་པ་ལྟ་བུའི་སེམས་ཐིགས་པ་བསལ་ཏེ་ད་ལྟ་རྒྱལ་ཁའི་ནང་ལོགས་ལ་ཐིགས་པ་བསལ་ཏེ་ད་ག་ད་ཤིང་རྟ་འཁོར་ལོ་ལ་སོགས་པ་དག་དེ་འདྲའི་གི་ལྕགས་ལ་ཕག་ཚུལ་དབོར་ཡག་གི་དེ་འདྲའི་གི་འཁོར་ལོ་དེ་འདྲའི་ཡོར་བ་འོ་དེ་ཚུལ་ལ་གོ་བ་ཡག་གི་མི་ཅིག་གསུངས་ཤག་བྱས་ཙང་ད་ག་ད་ཕག་ཚུལ་ལྕགས་ལ་དབོར་ཐུབ་ཡག་གི་ད་འཁོར་ལོ་དེ་འདྲའི་འཁོར་ལོ་ཡིན་ནང་བཞིན་བྱེད་བྱས་ན་དེའི་ནང་ལོགས་ལ་ཡང་ཅིག། བླ་མའི་གི་དགོངས་པ་བསྒྲུབ་ཡག་ལ་ཡག་ལྟ་ཡང་ཅིག་ལས་ཀ་ཚམ་ཚོམ་བྱ་དཀའ་བས་གི་བྱ་བ་ག་འདྲ་ཅིག་བྱས་པ་ཡིན་ན་ཡང་ཨ་ན་དེ་ཚོ་ཚང་མ་ལོགས་ཅིག་ཐིག་ཐུག་འགན་འདི་འདྲ་ཅིག་དགོས་བ་རེད། ཨོན་ད་ནང་བཞིན་གི་ད་བླ་མས་བརྙས་བཞིན་བཤད་ཡང་དེ་ལ་མི་འཕྲོ་བ་ཁྱི་ལྟ་བུའི་གི་སེམས། ཁྱི་དེ་ཚོ་ལ་ཡང་མཚམས་མཚམས་ང་ཚོའི་དགོན་ཁྱི་དེ་ཚོ་ལ་ཡང་གཏོགས་བདག་པོ་དེ་ཚོའི་ཕ་གཏོགས་ཅིག་བཀའ་འགྱུར་རུ་གཏང་ཁག་ཅིག་དེ་འདྲ་བྱས་པ་ཡིན་ན་ཡང་ཨ་ན་ཁོ་ཁོང་ཁྲོ་མིག་གསལ་མཁན་ཟ་ཡ་ཡོད་མ་རེད་སོ་འོ་ད་དེ་ནང་བཞིན་ཅིག་ཁྱི་ལྟ་བུའི་སེམས་ཅིག་འགོ་བ་རེད། དེ་ནས་བླ་མའི་བྱ་བ་ལ་ཇི་ཙམ་ཞུགས་ཀྱང་འགྲོ་ཞིང་འོང་བའི་མི་སྐྱོ་བ་གྲུ་ལྟ་བུའི་སེམས། ཨ་ན་གྲུ་དེ།

བྱས། བྱས་ཙང་རྟགས་གང་དག་དེ་འདྲའི་བུ་ག་དག་གང་དག་ཅིག་སེམས་དགུ་ཞེས་གསུངས་འདུག་བ། དེ་སེམས་དགུ་དེ་ཡང་སྒོ་གནད་ངག་ཆེན་པོར་བརྗོད་ཡིན་འདྲ། དེ་བླ་མ་བསྟེན་པའི་སྐབས་ལ་ཡང་སོ་སོའི་བསམ་བློ་བཏང་བཏང་ཟེར་ན་འདྲ་འདུག། ཀུན་སློང་སྐྱེ་བཏང་ཟེར་ན་འདྲ་འདུག་ཡང་ན། ག་རེ་ལ་བོར་ད་ཅིག།